ན་ཚ་ངོས་འཛིན་ཐུབ་ཀྱི་ཡོད་རེད་ད་ད་རེས་སྣ་ཁུང་དང་མིག་པ་ནས་བརྟག་དཔྱད་བྱེད་ན་ཚ་ངོས་འཛིན་མ་ཐུབ་རྗེས་མི་དེའི་ཟོག་པོའི་ནང་ལ་ན་ཚ་བསླེས་བསྡད་ཀྱི་འདུག་ཟེར་བ་འདི་དཀའ་ངལ་ཆེ་བསྡད་ཀྱི་འདུག་འདི་ཉེན་ཁ་ཆེན་པོ་ཡོད་རེད་དེ་འདྲ་སོང་ཙང། ད་ངས་ང་རང་ཚོ་བོད་ལུགས་གསོ་རིག་གི་སྒང་ནས་ཨེ་ནི་འདི་ལ་རྒྱུན་དུ་ཨིན་ཇིའི་སྐད་ཤོད་འོས་ན First Aid ལས་དགོས་པ་ང་ཚོ་ད་ཉོར་སྐྱོབ་བྱེད་ཡ་ལ་འོ་འདི་འདྲའི་གི་ཐབས་ལམ་ཟེར་ནས་རེད་སྨན་བཅོས་གི

ཨ་དཀར་སོ་ལྔ། ཨ་དཀར་སོ་ལྔ་དེ་སྨན་དེ་ཧང་སང་ཡང་ཁྱོད་ཐོག་ཆེན་པོ་ཡོད་རེད། སྤྱིར་བཏང་རླུང་སྨན་རིལ་དེ་ད་ལྟའི་ན་ཚ་འདི་ལ་མཉམ་དུ་རླུང་གི་གནོད་པ་མང་པོ་སླེབས་ཡི་དགོས་རེད། དེ་འདྲ་སོང་ཙང་ཨ་དཀར་སོ་ལྔ་དེ་གལ་ཆེན་པོ་ཞོ་ཅིག་རེད་དེ་ཉི་མ་བཅུ་བཅོ་ལྔ། མེ་ཚང་མི་མང་པོ་ཡོད་ངེས་དེ་འདྲ་ཡིན་པ་ཡིན་ན་རྟ་བ་གཅིག་སུ་ཉར་བཞག་ཞོ་གང་དགོས་མ་རེད།

དེ་འདྲ་སོང་ཙང་ང་རང་ཚོ་བོད་པ་ཚང་མས་སྨན་དེ་འདྲའི་ཞིག་ད་རེས་དོན་དེ་དོལ་ཚོས་དེ་ལ་མྱངས་ཐུབ་ན་ཡག་པོ་རེད་ད་ལྟ་དཔེར་བལྟས་རྒྱ་གར་ཚང་མ་ལོག་འགྲོམ་བྱས་ཡོད་མ་རེད་ད་ལོག་འགྲོམ་གཅིག་བྱང་སོང་ན་སྨན་དེ་ཚོ་རག་ཁག་པོ་ཡོད་རེད་དེ་འདྲ་སོང་ཙང་རྒྱ་བལ་འབྲུག་གསུམ་ག་པར་ཞུ་ངེས་ཡིན་པ་ནི་སོ་སོའི་ཉེ་འཁོར་གྱི་སྨན་རྩིས་ཁང་དང་སྒེར་པའི་སྨན་པ་ཡོད་པ་ཡིན་ན་འོ་སྨན་དེ་འདྲའི་ཞིག་ཉོ་ཐུབ་པ་ཡིན་ན་ཏན་ཏན་ཕན་ཐོག་ཆེན་པོ་ཡོད་རེད་ད་ག་ནང་བཞིན་སྨན་ཁང་ཁག་གིས་ད་ལྟའི་དོལ་ཚོས་དེ་ལ། ཉིན་གཅིག་མི་གཅིག་ནད་པ་གི་སྨན་གི་མིང་དེ་འདྲས་ཅིག་ཁྱེད་ཡོང་སོང་ན། སྨན་ཁང་ཁག་གི་ཉི་མ་བཅུ་བཅོ་ལྔ་ཚེ་བཙོང་དགོས་ཡ་དེ་ཧང་སང་ཡ་གི་གལ་ཆེན་པོ་རེད་དེ་འདྲ་སོང་ཙང་ང་ཚོ་གི། སྒང་ལ་དེ་ངེས་ཀྱི་ངོས་ནས་ད་ལྟའི་དུས་ཚོད་ཀྱི་གནས་བབ་དེ་མཁྱེན་དགོས་ཀྱི་ཡོད་རེད་མི་དམངས་ཀྱི་ངོས་ནས་ད་ལྟའི་དུས་ཚོད་ཀྱི་གནས་བབ་གཉན་འཕྲང་དེ་ཤེས་དགོས་ཡ་དེ་གལ་ཆེན་པོ་རེད་དེ་འདྲ་སོང་ཙང་ད་རེས་ཀྱི་ངའི་བརྙན་ཐུང་བཟོ་དགོས་ཡ་དེ་ང་ལ་མང་པོ་གཅིག་གི་ད་ང་ལ་ཨུ་གོ་སུའུ་རྒྱག་གི་འདུག་དྲང་ཤུའུ་རྒྱག་གི་འདུག་ཏར་སེའི་རྒྱག་གི་འདུག་གསུངས་ནས་མང་པོ་ཞིག་ཅིག་སླེབས་བསྡད་ཀྱི་འདུག་རྒྱ་བལ་འབྲུག་གསུམ་ཕྱི་རྒྱལ་ག་ས་ག་ནས་དེ་འདྲ་སོང་ཙང་ཨཱ་ནི་དེ་རིང། ན་ཚ་འདི་གི་གནས་བབ་འདི་དང་གཅིག། ཨཱ་ནི། སྤྱི་ཚོགས་ཀྱི་གནས་བབ་དང་གཉིས་མང་པོ་ཅིག་ཧ་གོ་མེད་དུས་ཨཱ་ནི་དེ་འདྲའི་ཞིག་ང་རང་ཚོ་བོད་སྨན་གྱི་ཐོག་ནས་ཐབས་ཤེས་ཆེ་ཐུགས་ཡག་ཅིག་ཡོད་རེད། འོ་དེ་སོང་ཙང་རྣམ་པ་ཚོས་ཡིན་གཅིག་མིན་གཅིག་དེ་འདྲའི་ཞིག་སོ་སོ་ནང་ལ Stock ཉག་ཐོག་ན་ཡག་པོ་ཡོད་རེད། ཉི་མ་བཅུ་བཅོ་ལྔ་ཨཱ་ནི་ཕྱི་རྒྱལ་ཁག་ལ་ཞུགས་དེ་ངལ་ཚུལ་ཡིན་པ་ཡིན་ན་ད་ཕྱི་རྒྱལ་ཁག་ལ་བོད་པའི་སྨན་པ་མང་པོ་འབྱོར་རེད་རྣམ་པ་ཚོ་གི་སྨན་དེ་ཚོ་ཉོ་ཐུབ་པ་ཡིན་ན་ཡག་པོ་ཡོད་རེད་ཡང་དེ་མིན་ན། ཡང་གུས་པ་གི་ངོས་ནས།

ཡིན། འོ་འདི་སོང་དང་རྣམ་པ་ཚོས་ཡིན་གཅིག་མིན་གཅིག་གང་མང་མང་ཞིག་བརྒྱུད་སྐུལ་གནང་རོགས་གནང། ཨེ་ནི། བརྒྱུད་སྐུལ་ངེས་པར་དུ་གནང་རོགས་གནང་ཞུ་ཡ་ཡིན། ཐོག་བརྗེ་ཆེ།